ད་བྱམས་བྱ་ཡང་མཚོན་པའི། ཨ་ནི་སངས་རྒྱས་བྱམས་བརྩེ་སེམས་དཔའ་ཨོ། ད་རྒྱ་གར་གྱི་དཔེ་འགྲུབ་བོད་ཀྱི་དཔེ་འགྲུབ་ཨོ། ད་འདི་ག་ཚང་མ་དང་དབྱེ་ཅན་དམ་པ་ཚང་མ་དང་ཞུ་ཡི་ཡོད་དགོངས་རབ་ཅི་དང་ཨ་ལྷག་པར་དུ་ཡང་ཁོ་རང་ཚོའི་གི་ཕྱིའི་ཁ་ཚོད་རན་གྱི་བུ་གཅིག་པའི་མ་ནང་བཞིན་བྱེད་ནི་ཨེ་ང་རང་ཚོ་ལ་མི་རེ་རེ་ལ་བལྟ་ཅིག་སྙིང་བལ་སྙིང་ཉི་བོའི་ཐོག་ནས་ད་ཧ་ཅང་གི་སྙིང་བལ་སྙིང་ཉི་བོ་དུང་དུང་པོ་ཨོ་དེ་འདྲི་ཞིག་གི་ཐོག་ནས་བལྟ་དགོས་ཟིག་ཞུ་བས་ཟིག་ཞུ་བས་གི།

འོ་ད་བྱང་ཆུབ་སེམས་ཀྱི་ཟིལ་ནི་མ་གཏོང་གི་འདུག་པ་ཤེས་རབ་འདི་སྐྱེ་སྐྱེ་བའི་ཐོག་ནས། རང་རྒྱུད་ཀྱི་སེམས་ཀྱང་ནི་ཤེས་སྒྲིབ་ཀྱི་མི་སྒྲིབ་ཚ་མོ་རུ་བག་སྦྱོང་བྱས་འདི་སྦྱོང་བྱས་ནི་སངས་རྒྱས་ཀྱི་རིགས། ང་རང་ཚུལ་དུ་ཡོད་བསྡད་པའི་སངས་རྒྱས་ཀྱི་རིགས་དེ་འོ་ད། ཅེས་རྣམ་པ་ཐམས་ཅད་ཀྱི་མཁྱེན་པའི་ཤེས་ཀྱི་ངོ་ལ་འཕགས་པའི་འདུ་ཤེས་ཡིན། དབང་རེ་ད་དམིགས་ཡུལ་འདི་ཡིན་དབང་རེ་ཤེས་འོང་འདི་འདྲ་ཞིག་ནི་ད་ག་ནས་ངས་དོན་དག་རྡོག་རྡོག་ཞུ་བ་ཡིན་ན་ད་ཆོས། ཨ། དེ་འདྲའི་འདུལ་བའི་ཉམས་ལེན་འདི་བྱས་ནས་ཐོས་བསམ་ངོ་སོ་བྱས་བྱས་ནི་རང་རྒྱུད་ད་ཞི་ཞིང་དུལ་བ། འོ་ད་རང་ཁོའི་ཉོན་མོངས་ཆུང་བ། འོ་ད་དེ་ག་ནས་ཤེས་ཤེས་མཐར་ཨ་ནི་བདག་གཞན་ལ་འབད། ཅིག་བརྩེ་སེམས་བརྩེ་བ་ཆེ་བ། འོ་ད་བྱམས་སྙིང་རྗེ་བརྩེ་བ་ཆེ་བ། འོ་དེ་འདྲའི་ཞེ་སྡང་ངས། འབྲས་བུ་རུ་བདག་གང་ལ་དེ་འདྲ་བྱེད་རྒྱུ་ཡིན་སྐོར་བརྗོད་མཐར་ཨ་ནི་དོན་གྱི་མཆོག་ཏུ་ཐུགས་བསྐྱེད། འོ་དེ་ག་ནས་གཏུམ་མོ་གདུག་པ་ཤེས་རབ་དེ་ཨ་ནི། གདུག་མོ་མངོན་སུམ་དུ་རྟོགས་པ་ཤེས་རབ་ངོ་བསྒྱུར་ཐལ། འོ་དེ་འདྲ་ཞིག་ཡིན་སྐོར་བཤད། དེ་འདྲ་ཞིག་ཐོག་ནས་ཨ་ནི། སེམས་ཅན་ཐམས་ཅད་ད་ཁྱེད་རང་གི་རྒྱུད་བསྐུལ་བྱས། ཁྱེད་རང་གིས་ནི་དེ་ཁ་གསོས་ལྟར་ཆར་ཆུ་ཞོར་དུ་སེམས་བསྐྱེད་ཡ་དང་ལྟུང་མི་ལྟུང་བའི་ཤེས་པ་གོ་མི་ཡ་དང། འོ་དེ་འདྲའི་ཞིག་རྒྱུའི་སྒོ་ནས་གཞན་སེམས་ཅན་ཐམས་ཅད་ལ་ཁྱེད་རང་གིས་རྗེས་སུ་སློབ་བྱེད་ཨ་ནི་ཉམས་རྟོགས་བཅུག་གི་ཡོད་དགོངས་བྱེད་འོ་འདུ་བྱེད་ནི་ཉམས་སུ་ཡིན་གྱི་ཉམས་རྟོགས་དོན་ཡིན། སངས་རྒྱས་ཆོས་དང་སོ་གའི་ཆོས་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི། བདག་གི་སྦྱིན་སོགས་སྐྱེས་པའི་ཚོགས་རྣམས་ཀྱིས་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག། སངས་རྒྱས་ཆོས་བདག་སོགས་དགེ་སྦྱོང་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི། བདག་གི་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས། གྲོགས་ལ་བོན་གྱིར་སངས་རྒྱས་འགྲུབ་པར་ཤོག། སངས་རྒྱས་ཆོས་བདག་སོགས་དགེ་སྦྱོང་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི། བདག་གི་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས། གྲོགས་ལ་བོན་གྱིར་སངས་རྒྱས་འགྲུབ་པར་ཤོག།

བ་དེ་བཤད་པ་ཡིན་ན་ཨ་ནི་ཅིག་ང་རང་ཚོ་ག་དུས་ཡིན་པ་ཡིན་ནའི་ད་ཆོས་རྣམས་ཐམས་ཅད་རྒྱུ་ལས་བྱུང་ད་ང་རང་ཚོ་འདི་ག་ཚོད་རེད་ཨ་སྡུག་བསྔལ་གྱིས་ད་མི་འདོད་པའི་སྡུག་བསྔལ་ཚང་མ་བྱུང་འདི་ཟེར་རང་རང་རང་རྒྱུ་ལས་དོན་བྱུང་བ་རེད་ཨ་དེ་རྒྱུ་དེ་བཞིན་ཤེས་པས་བཟུང་ད་རྒྱུ་གང་དང་གང་རེད་རེད་ཞུས་པ་ཡིན་ན་ཟག་བཅས་ཀྱི་ལས་ཉོན་མོངས་པ་ཨ་ནི་ཚུལ་མིན་ཞེས་རྣམ་རྟོག་ད་དེ་ནས་ཨ་དྭངས་སེམས་མ་རིག་པ་ཞེས་ནས་འོ་དེ་ལས་དོན་བྱུང་བ་རེད་ཨ་ད་དེ་བྱུང་བ་དེ་དེ་བཞིན་ཤེས་པའི་བཀའ་གནང་བ་རེད་ཞེས། རྒྱུ་ལ་དགོངས་པ་གང་ཡོད་པ་དྲང་སྲོང་སྦྱིན་པས་འདི་སྐད་གསུངས། བྱས་ཙང་རྒྱུ་ད་མཐར་ཐུག་ན་དམ་ཚིག་མ་རིག་པ། འོ་དམ། གང་ན་ཡང་ཟག་བཅས་ལས་འདོད་པ་ཆགས་བྱས་ན་སྡིག་པའི་ལས་འདོད་པ་ཆགས་ན་དགེ་བའི་ལས་འཇུག་ཡས། འོ་དམ། འདི་ཡི་མི་མཐུན་ཕྱོགས་དགེ་བའི་བློ་ཉམས་སུ་བླངས་བྱས། སྡིག་པའི་ལས་བར་འཇུག་མས། འོ་དམ། ཉོན་མོངས་ལ་ནི་རང་རང་གི་ལྡོག་ཕྱོགས། དཔེར་ན། ད་ཅི་ག་སུ་རེད། འདི། ཆགས་པར་བྱེད་པས་ན་ནི་མི་སྡུག་བསྒོམ་ཡས། སྡང་བར་བྱེད་ཀྱིས་ན་གཞན་ལ་བརྩེ་སེམས་བསྒོམ་ཡས། འོ་ན་རྨོངས་པ་བྱས་པས་ན་རྟེན་འབྲེལ་གོ་མེད་འོང་དུ་ཤི་ནས་འདིའི་ཐོག་ནས་ཨ་ཉོན་མོངས་རགས་པ་དུ་བར་གང་བྲོས། ད་ཚུལ་མིན་གཞི་སྣང་རྟོག་བྱེད་པ་ནི་ཕན་ཚུན་ལྟོས་གྲུབ་བོ་ཕན་ཚུན་ལྟོས་གྲུབ་ཀྱི་རྣམ་གཞག་དེ་སྦྱང་ཡོད་དུས་ཨ་ཚུལ་མིན་གཞི་སྣང་དུ་བྱུང་བྲོས། ད་དེ་ནས་ཨ་ནི་ཐ་མ། ད་ག་ནས་དེ། ད་གོང་གི་གཉེན་པོ་དེ་གའི་ཚ་མ་ལོ་ད་དེ་རེད། ཅེས། ད་དུ་སུ་ར། ཅེས་འཕྲལ་གྱི་གཉེན་པོ། འཕྲལ་གྱི་གཉེན་པོ་ཟེར་བས་ད་ག་ནས། ཅེས་ང་ནི་མི་མཐུན་ཕྱོགས་ད་ག་ནས་ཉོན་མོངས་དང།

དང། དེ་ནས་གཡུ་གུ་གསུང་ངག་གི་ཡིག་དོན། བུ་ག་དུ་གྱུར་པ་དེ་མ་བཏོན་པ་ཡིན་ན། ཆོས་རྣམས་ཐམས་ཅད་རྒྱུ་ལས་བྱུང། དེ་རྒྱུ་དེ་བཞིན་གཤེགས་པས་གསུངས། རྒྱུ་ལ་འགོག་པ་གང་ཡིན་པ། དྲང་སྲོང་ཆེན་པོས་འདི་སྐད་གསུངས། ད་ལྟ་བ་ཀ་དག་བྱ་ཡི་ཞིང། འདུ་བྱེད་ཐམས་ཅད་མི་རྟག་པ། ཟག་བཅས་ཐམས་ཅད་སྡུག་བསྔལ་བ། ཆོས་ཐམས་ཅད་སྟོང་ཞིང་བདག་མེད་པ། མྱ་ངན་ལས་འདས་པ་ཞི་བའོ།

ཐ་དད་དོན་མེད་དོན་གཅིག་ལས་སྤྲོས་པ་ཉེར་ཞི་བཞི་ལྡན་པ་རྫོགས་པའི་སངས་རྒྱས་སྨྲ་རྣམས་ཀྱི་དམ་པ་དེ་ལ་ཕྱག་འཚལ་ལོ། ཉིན་ཟླ་བཞི་བ་སོ་ནམ་ཀུན་བྱེད་གཉིས་ཀྱི་ཉིན་ཞིག་ཕྲིན་ཚེགས་གང་ཡིན་དང་འགྲོ་ལ་ཕན་པར་བྱེད་རྣམས་ལམ་ཤེས་གཉིས་ཀྱི་འཇིག་རྟེན་མཐུན་འགྲུབ་མཛད་པ་གང། གང་དག་ཡང་དག་བདེན་པའི་ཐུགས་སྣང་རྣམ་པ་ཀུན་ལྡན་སྣ་ཚོགས་སྡེ་གསུམ་པ་ཉན་ཐོས་བྱང་ཆུབ་སེམས་དཔའི་ཚོགས་ཀྱིས་སངས་རྒྱས་དགེ་འདུན་ཡུམ་དེ་ལ་ཕྱག་འཚལ་ལོ། ཚད་མར་གྱུར་པ་འགྲོ་ལ་ཕན་བྱེད་པ་སྟོན་པ་བདེ་གཤེགས་སྐྱོབ་ལ་ཕྱག་འཚལ་ལོ།

ད་དུ་སེར་རམ་ཨེ་མའོ་སྟོན་པ་ཨེ་མའོ་སྐྱབས་ཨེ་མའོ་མ་མཆོག་ཨེ་མའོ་ཀུན་བསྟན་ཅིང་འགྲེལ་ཆུང་ལེགས་གསུངས་པས་སྟོན་པ་དེ་ལ་ཕྱག་འཚལ་ལོ་ཞེས་དང་སྟོན་པ་དེ་ལ་ད་ཕྱག་འཚལ་ཞེས་དང་དུ་བཞི་ནི། ཚིགས་བཅད་རྣམས་རོ་ག་ཤེས་ནི་ལས་སླ་པོ་ཡོད་རེད་ག་ཤེས་ནི། པའི་སྟོང་པ་རྟེན་འབྲེལ་སྐོར་ཞིབ་ཚགས་པར་ཞུ་རྒྱུ་ག་ནང་བཞིན་དེ་འདི་ཡོད་རེད། ཨན་སྟོན་པ་ད་དུ་བཞི་བལྟས་སེ་ལས་སླ་སླ་ནོར་འཛོལ་དགུ་དྲུག་མ་ཐེག་ཡིན། ཨན་བལྟས་སེ་དེ་ཡི་ཁ་སུ་རེད།

གང་རེད། ད་ལྟའི་སྐུ་ངལ་ཡོང་གི་རེད་ལྟས་ཡིན་ན་ཡང། ཅེས་བཟོད་གསོལ་ནུབ་གནང་བྱས། འོང། ད་འདི། ཅིག། ཁ་ཐུག་དེ་ལ། ད། ཅིག། གཏིང་ཟབ་པོ་གོ་བ་ཡིན་ན་ནི་ཡག་པོ་རེད། མ་གོ་བ་ཡིན་ནའི། ཡང་ཅིག་གར་སོང་རེད། ཨ་ནི། ཅིག་ཨ་ལས་ཁ་ཐུག་དེ་ལ་ཅིག་གོ་ཐུབ་པ་ཡིན་ནའི་ཡང་གོ་ཐུབ་མམ་བག་ཆགས་བཞག་འགྲོ། ཨ་ངས་ག་ཚོད་ཐུག་ཐུག་གིས་ཁོ་བདེ་བོ་མ་ཞུ་གི་ཡིན། འོང་དུ་བྱས་ཨ་ནི། ཨ་ནི་ལྟས་ཚེ་ཁ་ཐུག་ཚོར་ལྟས། གོ་ཐུབ་པའི་ཟུར་གསལ་བཏང་བ་ཡིན། ཨ་ནི་ཡང་བསྐྱར་དེ་གསན་རོགས་གནང། ཡང་བསྐྱར་དེ་འདྲ་འཇུག་བྱས་ཞེས་པ་དེ་ཡང་བསྐྱར་བར་གསན་པ་ཡིན། ཨ་ཐེངས་མ་གཉིས་བྱས་གསུམ་བྱས་རྗེས་ཨ་ནི་ཀ་རོ་ཅིན་གོ་དྲུག་རེད་འོང་འདུག་ཅིང་ད་ང་རང་ཚོ་མི་ཚེ་འདིའི་ནང་ལ། མི་ཚེ་འདིའི་ཐོག་ལ་ད། སྟོང་པ་རྟེན་འབྱུང་གི་ཐོག་ལ་བག་ཆགས་ག་ཚོད་ཐུབ་ཐུབ་བཞག་ཐུབ་ན་ད་བཞེད་ས་མ་བྱུང་ན་ཁྱབ་སངས་རོགས་པ་ད། ད་དེ་གནད་འགག་ཆེན་པོ་རེད། དེ་འདྲའི་བྱས་མ་བྱུང་ན་ཨ་ནི་ཕངས་པོ་ཞིག་རེད་བ། ཨ་ནི་ང་རང་ཚོ་ད་ལྟ་ལྷག་པར་དུ་ད་ལྟ་ཚེ་འདི་ལ་འགྲོ་བའི་ཆ་ཞིག་ཡིན་ན། ད་གོང་ས་མཁན་པོ་བྱས་མ་ཆོག།

ཐོས་པ་དང་བསམ་པ་དང། ཨ་ནི་སྒོམ་པ་དང་ཡང་འོ་དེ་འདྲའི་ཆེད་གཏད་ཡ་སེ་གནང་ཐུབ་ན་ཡག་པོ་ཡོད་རེད་ད་དེའི་ད་ནི་རྟེན་འབྲེལ་འདོད་པ་གཅིག་བྱེད། ཨ་ནི་རྟེན་འབྲེལ་འདོད་པའི་ཕྱིར་ད་ནི་ལམ་གཙོ་ལམ་གསུམ་དེ། ལམ་གཙོ་ལམ་གསུམ་ནང་བློ་ལ་སྟོང་ཉིད་ལྟ་བའི་སྐོར་དེ་བཀའ་གནང་ཡོད་རེད་གནང་བཞག་པ་དེ་དཔེ་སྡོམ་ཆེན་པོ་ཡོད་རེད་འོ་དེ་འདྲའི་གཅིག་བྱེད། ཨ་ནི་དེ་ནས་ཅེས་བྱུང་གསུམ་བྱུང་ན་ཨ་ནི་ད་ལྟ་དེ་སློབ་དཔོན་ཟླ་བ་གྲགས་པའི་གིས་དབུ་མ་བཅུ་པ།

རྩ་བ་ཤེས་རབ་དེ་ལྟར་བལྟ་དུས་དབུ་མའི་གཞུང་གི་རྒྱལ་བུ་འདྲ་བོ་འདི་རྩ་བ་ཤེས་རབ་རེད། རེད་དེ་ཡིན་ན་ཡང་ཁོ་པས་སྡོམ་ཆད་བཏགས་ལ་ཆོས་བྱས། དབུ་མ་འཇིག་པ་འདྲ་བོ་ཅིག་གིས་འདི་མི་འཇིག་གི་འབབ་ཅིག་ག་ཚོད་རེད་འདི་ཕ། མགོ་འདྲ་བོ་ཆེ་མཁན་ཅིག་མ་བྱུང་ན་ཨ་ནི་རྩ་བ་ཤེས་རབ་ཁ་ཐུག་འདི་བྱས་པས་ན་ཨ་ནི་ཅིག་ཐོར་འདེབས་པའི་སོར་སྦྱོང་དེ་འདྲ་ཞིག་ཡོད་རེད་ད་དབུ་མ་འཇུག་པ་འདི་གི་ཐོག་ནས་སྒྲོམ་གཞི་འདྲ་བོ་ཅིག་ཆགས་ན་ཨ་ནི་རྩ་བ་ཤེས་རབ་ཕག་འཇུག་པ་ན་དངོས་གནས་ར་ཧ་ལས་པའི་གཏིང་ཟབ་པོ་ཅིག་དང་ཨ་ནི་དངོས་གནས་རང་མགོན་པོ་ཀླུ་སྒྲུབ་འཛམ་བུ་གླིང་འདི་ན་ལ་ཕེབས་པའི་གི་དབ་ཅིག་ང་རང་སུ་ལ་ཤེས་རུ་སྒྲུབ་མེད་པ་རེད་རང་གི་ཆེད་དུ་ཕེབས་འདུག་མོ་ཨ་རོག་ཅིག་དེ་འདྲའི་ག་ནི་ཅིག་ག་ཚོད་བཀའ་དྲིན་བཀའ་དྲིན་གི་བསམ་ཤེས་རྒྱ་ཆེན་པོ་ཞུ་ཡོང་ཐལ་འོང་དེ་འདྲ་ཡོད་རེད་དེ་གི་ཡིན་གཅིག་མིན་གཅིག་དེ་སློབ་དཔོན་ཟླ་བ་གྲགས་པའི་གི་དབུ་མ་འཇུག་པ་དེ་ཨེ་ན་པ་སུ་ཡིན་གཅིག་མིན་གོམ་པ་བྱེད་རོགས་གནང་ཡང་མང་བོ་རེད་དེ་འདྲའི་དབུ་མ་འཇུག་པ་སློབ་ཁྲིད་གནང་མཁན་རང་བྱུང་བས་ན་ད་དེ་དབུ་མ་དགོངས་པ་རབ་གསལ་ད་དེ་འདྲས་ད་དེ་ལྟར་དབུ་མ་དགོངས་པ་རབ་གསལ་རང་ཁྲི་ཡའི་རབ་བྱེད་ཆུང་བ་ཡིན་ན་དང་འདིར་བ་དང། དབུ་མ་དགོངས་པ་སོད་དུ་བྱས་པ་ཡིན་ན་དང། དེ་དག་སྤྱི་དང་བྱས་པས་ན་དེ་དག་བློ་རིག་དེ་སྔ་གཟུགས་ནང་དཔལ་གྱི་མཐའ་ན་བློ་རིག་རྣམ་གཞག་བློ་ཡི་རྣམ་གཞག་དང། ཨ་ནི་ཡང་ཚད་མ་རིག་པའི་དེ་གཏན་ཚིགས་རིག་པའི Logic དེ་འདྲ་དང་དེ་འདྲ་མང་པོ་ཆེ་རྒྱབ་ལྗོངས་གཏན་སུ་ཡོད་ན་མ་གཏོགས་དབུ་མ་དགོངས་པར་གསལ་ལམ་ཚང་གོ་ཐུག་མ་རེད། ཡང་ཅིག་ཁྲི་དང་ཁྱད་པར་བ་ཆུང་བ་ཡིན་ན་ཨ་ནི།

ད་ཆའི་འདུག་སེ་ཆགས། ཨེ་མའོ་སྟོན་པ་ཨེ་མའོ་སྐྱབས་ཨེ་མའོ་མ་མཆོག་ཨེ་མའོ་མགོན་ཞེས་བསྟན་ཅིང་འགྲེལ་ཆུང་རས་གསུངས་པའི་སྟོན་པ་དེ་ལ་བདག་ཕྱག་འཚལ་ཞིང་ཨེ་མའོ་སྟོན་པ་གསོལ་ཟིན་པ་ལ་ད་འདིར་བ་ང་ཚོ་མི་བསོད་ནས་ད་ལྟ་མཚན་མོར་གྱུར་པ་འགྲོ་ལ་ཕན་ཞེས་པ་སྟོན་པ་བདེ་གཤེགས་སྐྱོབ་ལ་ཕྱག་འཚལ་ལོ་སྟོན་པ་གསོལ་ཟིན་པ་ལ་ག་ནི། སྟོང་ཉིད་རྟོགས། ད་སྟོང་ཉིད་རྟོགས་པའི་ཤེས་རབ་སྟོན་པ། བདག་མེད་རྟོགས་པའི་ཤེས་རབ་སྟོན་པ། འོ་ད་ལམ་སྟོན་པ། འོ་ད། ལམ་སྟོན་པས་ལམ་སྟོན་མཁན་ནང་ལོགས་ནས་མཆོག་ཏུ་གྱུར་པ་དང་སྟོན་པ་བཅོམ་ལྡན་འདས་ཁྱེད་རང་རེད་ཤག། ཨེ་མའོ་སྟོན་པ་ཞེས། ཨེ་མའོ་སུ་རེད་ད་ངོ་མཚར། ངོ་མཚར་སྐྱེས་པའི་གི་དེ་རེད་བ། ངོ་མཚར་གི་ད་གསུམ་རེད་བ། ཨེ་མའོ་ད་དངོས་གནས་དཀོན་ན། ངོ་མཚར་སྐྱེས་རེད་ཧ་ལས་པ་རེད་ད། དཔེ། དེ་འདྲས་ཀྱི་སྟོན་པ་སྟོན་པ་བཅོམ་ལྡན་འདས་ས་བུ་ལ་འདི་ནས་འཕོས་པ་འདི་དངོས་གནས་རང་དཔེ་ངོ་མཚར་སྐྱེས་རེད་ད་སྟོན་པ་གཞན་པ་མིང། མིང་ཡོད་དེ་མཁན་གྱི།

ཁྱེད་རང་བོད་སྟོན་པ་སྟོན་པ་ཁྱད་པར་ཅན་ཕྱག་དེ་གར་སེང་ཁྱེད་རང་གི་བསྟན་བྱའི་འགྲེལ་བར་བྱུང་བ་གསུང་གི་འདུག། བསྟན་འགྲེལ་བསྟན་བྱའི་འགྲེལ་བར་བྱུང་བ་སྟོན་གི་འདུག་འདི་བསྟན་པ་ཡིན་སང་ད་ང་ང་ལ་སྟོན་དགོས་ངོ་མ་ག་རེ་རེད། ཅེས་སྡུག་བསྔལ་མེད་པར་བཟོད་ཅེས་ཀྱི་ནི། དེ་བསྟན་བྱའི་འགྲེལ་བར་བྱུང་བ་འདི་སྟོན་གི་བྱུང་གི་འདུག་འདི་ཁྱེད་རང་གི་སྟོན་གི་འདུག་གཞན་པ་གི་སྟོན་ཐུབ་མི་འདུག་གསུང་ས་ཁྱེད་རང་ཉིད་ཀྱི་སྟོན་པ་རེད་བཞག་ཅེས། བསྟན་བྱའི་འགྲེལ་བྱུང་ལེགས་གསུངས་པས་ད་དོན་རེ་རེར་བྱ་བར། ཨེ་མའོ་སྐྱབས་ཟེར་ནས་ཨོ་ད་བསྟན་བྱའི་འགྲེལ་བར་བྱུང་བ་ལེགས་པར་གསུངས་པའི་ཆ་ནས། ང།

འབད། ཅེས་དགོངས་པ་ཞིག་འབེབས། ཁ་བསྟོད་ནི་འཕེན་པར་དགོངས་པ་ཞིག་གིས་འཕེན་པ་ཉག་གཅིག་དགོངས་པ་བཞེས་ཏེ་ངེད་ཀྱིས་ཁྱེད་ཀྱིས། སྟོན་པ་ཁྱེད་ཀྱིས། འགྲོ་བ་ལ་འཕེན་སའི་ཁྱེད་ཀྱིས་འགྲོ་བ་ལ་འགྲོ་བ་སེམས་ཅན་རྣམས་ལ་སྨན་པའི་སླད་དུ་འཕེན་པའི་སླད་དུ་སྨན་པའི་སླད་དུ་འཕེན་པའི་སླད་དུ་ཅི་པ་རེད། སྨན་པའི་སླད་དུ་ཨན་ག་རི་བཀའ་སྩལ་བས་ག་རི་བཀའ་སྩལ་བས་ཞུས་པ་ཡིན་ན། སྨན་པའི་སླད་དུ་བཀའ་སྩལ་བ་ག་རི་བཀའ་སྩལ་བས་ཟེར་ན། བསྟན་པའི་སྙིང་པོ་སྟོང་པ་ཉིད། འོ་ད་བསྟན་པའི་སྙིང་པོ། དེ་སངས་རྒྱས་ཀྱི་བསྟན་བྱ་བའི་གི་བསྟན་པའི་གི་སྙིང་པོ་དེ་ནི་སྟོང་པ་ཉིད་ལྟ་བ་དེ་རེད། ད་སྟོང་པ་ཉིད་ལྟ་བ་འདི་ད། སྟོང་པ་ཉིད་ལྟ་བ་ཁ་ཐུག་བསྟན་པ་ཡིན་ན་ནི་ང་ཚོ་གོ་ཐུག་མ་རེད། འོ་སྟོང་པ་ཉིད་ལྟ་བ་དེ་མ་བསྟན་པའི་སྐབས་ལ། ད། སྟོང་པ་ཉིད་ལྟ་བ་དེ་གོ་ཐུག་ཡ་ལ་ལ་ང་འམ་རྐྱེན་རྩ་མ་ཟོས་ནས་རྐྱེན་རྩ་བ་འདྲ་བོ་དེ་ནི་བདག་མེད་དོ་བའི་ཤེས་པ་དེ་བསྟན་གནང་བ་རེད། མ་རེད་དགོས་དགོངས་དག་རྟེན་འབྲེལ་དེ་བསྟན་གནང་བ་རེད། ད་སྟོང་ཉིད་གོ་བའི་ཆེད་དུ། དུ་ལ། བརྟན་པའི་སྙིང་པོ་སྟོང་པ་ཉིད་དུ་གོ་བའི་ཆེད་དུ། གོ་བའི་ཐབས་ལ། ཉེས་པའི་རྒྱུ་མཚན་བདག་མེད་པ། ཉེས་པའི་རྒྱུ་མཚན་བདག་མེད་པ་ཟོས་ཟིན་པ་ལ། སྟོང་ཉིད་དེ། དོན་དག་གོ་ཐོས་ཡས་ཀྱི་རྒྱུ་མཚན་གྱིས་ཤེས་བ་ལ། རྒྱུ་མཚན་མ་འདྲེས་ཤེས་སྐྱོན་པའི་སྐབས་ལ། རྒྱུ་མཚན་བདག་མེད་པ་རྒྱུ་མཚན་ནང་ནས་མཆོག་ཏུ་གྱུར་པའི་བདག་མེད་པ་སུ་དེ་ལྟར་འདྲེན་བདག་མེད་པ། རྒྱུ་མཚན་ནང་རྒྱུ་མཚན་ཡག་ཤོས་དེ། འོ་ད་བསྟན་པའི་སྙིང་པོ་སྟོང་པ་ཉིད་ངེས་པའི་རྒྱུ་མཚན་བདག་མེད་པ་རྒྱུ་མཚན་བདག་མེད་པ་དེ་ག་རེ་ཟབ་ཀྱེ་ན་ད་འདིའི་རྗེས་ཀྱི་ཚིག་ཕྱིར། རྟེན་ཅིང་འབྲེལ་བར་འབྱུང་བའི་ཚུལ་བཤད། འོ་ད་རྒྱུ་མཚན་བདག་མེད་པ་ནི། རྟེན་འབྲེལ་གྱི་གོ་བ་དེར་བཞག་རྟེན་ཅིང་འབྲེལ་བར་འབྱུང་བའི་ཚུལ་དེར་བཞག། འོ་ད། སངས་རྒྱས་བཅོམ་ལྡན་འདས། སྟོན་པ་ཁྱེད་རང་གིས་ད། ཅིག་ག་རེ། བསྟན་པའི་གྱི་ནི་ཅིག་ག་རེ་སྙིང་པོ། སྟོང་པ་ཉིད་ལྟ་བ་དེ་མ་བསྟན་སྣང་བའི་སྐབས་ལ་རྒྱུ་མཚན་གསུངས་ཡོང་དུས་རྒྱུ་མཚན་ནང་ན་རྒྱུ་མཚན་བདག་མེད་པ་དེ་རྟེན་ཅིང་འབྲེལ་བར་བྱུང་བ་དེ་ཁྱེད་རང་གི་བཀའ་གནང་གི་འདུག་བ། འོ་ད་རྟེན་ཅིང་འབྲེལ་བར་བྱུང་བ་དེ་ཁྱེད་རང་སྟོན་པ་ཐུབ་བམ་ཁྱེད་རང་གི་བཀའ་གནང་བའི་སྐབས་ལ་ད་འདི་ལྟའི་སྨྱོར་ཚ་བཟོས་ད། འོ་ད་རྒྱུ་མཚན། བསྟན་པའི་སྙིང་པོ་སྟོང་པ་ཉིད་ཀྱི་རྒྱུ་མཚན་བདག་མེད་པ། རྒྱུན་ཚད་དང་རྒྱུན་ཚོད་མཆོག་ཏུ་གྱུར་པ། ཨོ་རྟེན་འབྲེལ་གྱི་ལྟ་བ་སྟེ། ཨོ་རྟ། རྟེན་ཅིང་འབྲེལ་བར་འབྱུང་བ་དེ་ཁྱེད་རང་གི་གསུང་གནང་པའི་སྐབས་ལ། ཨོ། རྟེན་ཅིང་འབྲེལ་བར་འབྱུང་བའི་ཚུལ། རྒྱལ་བ་དག་ནི་མ་གྲུབ་པར་ད་དེ་སྙོར་ཚར་ཟོས་རེད། རྒྱལ་བ་དག་ནི་མ་གྲུབ་པར་མཐོང་བ་དེ་ནི་ཁྱོད་ལུས་དུག་ཇི་ལྟར་ཁོང་དུ་ཆུད་པར་ནུས་ཟེར། ད། རྒྱལ་བ་སི་ཏུ། ཨོ། ད་དེ་སི་ཡ། ང་ཚོ་འདུག་བྱའོ། ཨ། འདི། དཔེ་འདྲ་བོ་ཆ་ཤེས་ན། ཨོ། ད། དཔེར་ན། འདི། དཔེར་ན་ད་ང།

ད་ངའི་ཨ་མ་ལགས་ལ་ངག་ཤུགས་གཅིག་བརྩེ་བ་ཡོད་རབས་བརྩེ་བ་ཡོད་དུས་གཉིད་ལམ་གནང་ལོ། ཨ་ནི། ཨ་མ་ལགས་དམ་སུན་པོ་ཞུ་ཡོད་པས་ཀྱི་གཉིད་ལམ་ཞིག་བཏང་དགོས་ན། གཉིད་ལམ་བཏང། ཨ་ནི་བསམ་ལས་གནང་ལོ་ལེ་ཨོ་ད་ངའི་ཨ་མ་ལགས་ད་ལྟ་བལ་ཁོད་སུན་པོ་ཞུ་བཞག་བསམ་པར་དྲིན་གྱི་རེ་བ་ད་གཉིད་ལམ་གནང་རོགས་ད། ཨོ་ད་དྲན་ཡོད་འདུག་བསམ་པ་ད། དེ། གཉིད་ལམ་གྱི་ཨ་མ་ལགས་དེ་ཨ་མ་ལགས་དངོས་གནས་ཡིན་པ་ཞིག་དྲན་འདུག་ད་ཨ་མ་ལགས་དངོས་གནས་ཡིན་པ་བཟོས་དུས། ངོ་ཡོད་ཡིན་རྒྱུ། གཉིད་ལམ་རེ་བ་གཉིད་ལམ་བཟོས་ཚུན་གང་ལྟར་ཡིན། ཁ་སང་ཡུལ་དང་ཡུལ་ཅན་གཉིས་ཞུས་པ།

ད་དེ་གཉིས་ལམ་ནང་ལོགས་ལ་མི་ཞིག་གིས་དེ་ཁྱེད་རང་ཨམ་ལག་མར་བཏགས་འདི་གཉིས་ལམ་རེ་བཏགས་ཟེར་ན་ནང་བ་མ་འགྲོ་ཟིག་ར་ད་དེའི་དཔེ་དེ་དངོས་གནས་ཧོར་ར་རེད་ད་དེ་ཁྱེད་རང་བེད་ཁུ་ར་ནས་འདི་སྐད་ཆོ་མེད་གི་བཤད་འདུག་ཟིག་ར་ད་གཉིས་བསད་ཡོད་དུས་ཨོ་དེ་དངོས་གནས་རང་བེད་ཁུ་ར་ནས་ངའི་གཉིས་ལམ་རེད་འདུག་བ་ཟེར་ཡོད་དུས་ཨོ་དེ་གཉིས་ལམ་གི་ཨམ་ལག་དེ་ཨམ་ལག་དངོས་གནས་རེད་མི་འདུག་བ་དེ་ངའི་སེམས་ཀྱིས་བཟོས་བཞག་པ་རེད་འདུག་བ་ངས་རྟོག་པས་བཏགས་པ་རེད་འདུག་བ་ད་ཕལ་སྐད་བྱས་པ་ནི་སེམས་ཀྱིས་བཟོས་པ་བྱས་ད་དཔེ་ཅན་ཚིག་བྱས་པས་ན་རྟོག་པས་བཏགས་པར་བྱས་རོ། འོ་ན་ཤེས་པའི་སྣང་ཆ་ཙམ། ཤེས་པ་ལ་ལྟུང་བ་ནི་སེམས་འདི་རོ། འོ་ཤེས་པའི་སྣང་ཆ་ཙམ་དེར་སྣང་ཙམ་གྱིས་མ་གཏོགས་ཕ་གི་ཡུལ་དངོས་ནི་ཁེལ་ཡོད་མ་རེད། འོ་ད་རྟོག་པས་བཏགས་པ། ད་རྟོག་པ་སོས་ཟིན་པ་ལ་རྟོག་པ་ཟེར་ཏེ་ཅིག་སྦྱར་གནང་བ་རེད། ད་རྟོག་པ་དང་མངོན་སུམ་དབྱེ་བ་འབྱེད་གནང་བ་རེད། རྟོག་པ་དང་མངོན་སུམ་ཅི་ནི། འོ་ཡང་མིན་རྟོག་པ་དང་རྟོག་མེད་ཟེར་དབྱེ་བ་འབྱེད་གནང་བ་རེད། དཔེར་ན་ད་ནི་མིག་གིས་མཐོང་བསྡད་དེ། བསམ་བློའི་བཟོད་པ་དེ་ནི་ཁེལ་མེད་པ་བཞིན་ཕ་གིས་ཅིག།

ཡུལ་གྱི་དབང་ནས་མི་འདུག་ཡོ་བྱད་དབང་ནས། ངས་བསམ་བློས་བཟོས་བཞག་པ་དེ་འདྲའི་ཆེ་མ་ལོ་རྟོག་པའི་རྟགས་ཙམ་བྱུང་བ་ལ་མི་འདུག་བསམ་པ་རེད། འོ་དེ་འདྲའི་དྲན་ཡོད་དུས་འོ་དེ་དྲན་གྱི་འདུག་ད། དེ། ད། ཡུལ་ཅན་ལ་བལྟས་ནས། ཡུལ་ཅན་ལ་བལྟས་ནས་ཁ་སང། གང་གང་རྐྱེན་ལ་རག་ལས་པ་དེ་ལྟས་རང་བཞིན་གྱིས་སྟོང་ཞེས་ཟེར་གང་གང་རྐྱེན་ལ་རག་ལས་པ་ཟེར་ནས། འོ་ད་རྐྱེན་གཞན་ལ་རག་ལས་པ་ཡིན་ཙང་ཁོ་རང་རང་གི་དངོས་གྲུབ་པ་ཡོད་མ་རེད། གསུངས་སོང་བ་ག་ཙམ་ཅེར་འཇིགས། བ་ད་འདི་གང་ག་རྐྱེན་ལ་རག་ཟེར་རྐྱེན་ནང་ལོག་ནས་རྐྱེན་ཕྲ་ཤོས་དེ་ག་ལབ་གི་ན་ཨ་རང་གི་གི། རྟོག་པ་དེ་ལ། རང་ལྡོག་གཅིག་གི་རྟོག་པ་ལ་རག་ལ། རྟོག་པ་དེ་ལ་རག་ལས་ནི་ཨ་ནི་སྒྲུབ་པ་ཡིན་ཙང། རྟོག་པ་ལ་བརྟེན་ནས་སྒྲུབ་པ་རེད་མ་གཏོགས་རྟོག་པ་དེ་གི་བ་རྟག་པ་མ་ཡིན་པ་ཡུལ་གི་ངོས་ནས་ཁེལ་པོ་ཞིག་ཡོད་མ་རེད་རྙིང་ལམ་ནང་ཕྱིན་ཕྱིན་ནས་ཡུལ་ངོས་ནས་ཁེལ་ཡོད་མ་རེད། གོང་དུ་བཤད། གང་ག་རྐྱེན་ལ་རག་ལས་པ་དེ་དེ་རང་བཞིན་གིས་སྟོང་ཞེས་བཤད། ཀ་དེའི་ཕྱེ་བས་ན། རྟེན་བྱེད་འབྲེལ་བར་བྱུང་བ་སུ་དགེ་བ་དང་ལས་མ་གྲུབ་པ་བཞིན་ལྟ། རྟེན་འབྲེལ་བཞིན་ད་ལྟ་དེ། རྟེན་འབྲེལ་རྟེན་འབྲེལ་རིམ་པ་གསུམ་ཡོད་པ། ད་རྟེན་འབྲེལ། བྱས་དུས་ད། ད་ལྟ། དུས་སུ་ཡོད་ལ་ད་དབུ་མ་པ་བྱས། ཁ་སང་ང་ཚོས་གྲུབ་མཐའ་བཞི་ཞུས་ཡོད་པ། བྱེ་བྲག་སྨྲ་བ་རྡོ་བརྟན་པ། སེམས་ཙམ་པ་དབུ་མ་པ་ད་ཏིང་ཅི་མི་ཅང་སྣང་བ་རེད། དེ་བཞིའི་ནང་ལོགས་ནས། དེ་ད་ལྟ། དབུ་མ་པ་དགེ། དབུ་མ་པ་དང་ཨ་ནི་ད་ལྟ་བྱེ་བྲག་སྨྲ་བ་རྡོ་བརྟན་པ་སེམས་ཙམ་པ་དེ་གསུམ་དེ།

བུ་ཡིན་ན་མི་རེ་བ། ད་ཁང་པ་ནས་ནང་མི་ག་ཚོད་འདུག་ལབ་པ་ཡིན་ན། དེ་བུ་གཉིས་ཡོད་པ་ཡིན་ན། ཁང་པ་ནས་མི་ག་ཚོད་འདུག་ལབ་ན། མི་མི་མི་འདུག་ལབ་པ་ཡིན་ན། ཨ་ཁོ་གཉིས་བུ་མ་རེ་བ། བུ་རེ། བུ་གཉིས་འདུག་ཨ། བུ་གཉིས་སམ་མི་གཉིས་འདུག་ཨ། བུ་ཡིན་ན་མི་ཡིན་དགོས་རེད་ད་གོ་ར། དེ་ནས་བཞིན་རྟེན་འབྲེལ་ཡིན་ན་ཨ་ནི། སྟོང་པ་ཡིན་དགོས་རེད། སྟོང་པ་སུས་སྟེར་ད་ཡིན་ན་སྟོང་པ་སྟོང་ཉར་ཟེར་གྱི་ཡོད་མ་རེད་པ། ཨ་དེ་རྗེས་ལ་མ་ཞུས་ན་ཞུ་གི་ཡིན།

སྟོང་པ་སུ་ཟིན་པ་ལ་ངོ་སུ་མ་སུ་ནས་དབུ་མ་པའི་སྟོང་པ་ཉིད་ལ་ཡོང་དུས་ད་ལྟ་བྱེ་བྲག་སྨྲ་བ་མདོ་སྡེ་པ་སེམས་ཙམ་པ་བདུན་ཟུར་གསུམ་གྱིས་མུ་སྟེགས་པ་མུ་སྟེགས་པ་ཚང་མ་བྱས། བྱེ་བྲག་སྨྲ་བ་མདོ་སྡེ་པ་སེམས་ཙམ་པ་འདི་ཟེར་དེ་ཚང་མས་དབུ་མ་པའི་ཆོས་ཐམས་ཅད་བདེན་པར་གྲུབ་པའི་སྟོང་པ་རེད་བདེན་པར་གྲུབ་ཡོད་མ་རེད་གཉིད་ལམ་ནང་ཤི་རེད་བདེན་པར་གྲུབ་པའི་སྟོང་པ་རེད་སུ་ཟིན་པ་ལ་སྟོང་པ་སྟོང་ཉར་གོ་དྲུག་ཡོད་རེད། ཨོ་དབུ་མ་པའི་སྟོང་པ་སྟོང་ཆོས་ཐམས་ཅད་ཁྱོད་ཀྱི་ཡོད་མ་རེད་ཟེར་གྱི་འདུག་ཟེར་ནས་འདི་གོ་དྲུག་ཡོད་རེད། ད་དབུ་མ་པས་དེ་མ་རེད། ཆོས་ཐམས་ཅད་སྟོང་པ་ཟོས་ཟིན་པར་སྟོང་པ་སྟོང་ཉག་དོན་མ་རེད་སྟོང་པ་ཉིད་ཟོས་ཟིན་སྟོང་མ་སྟོང་ཉག་དོན་མ་རེད་དེ་ཇི་ལ་མཁྱེན་བ་ད། ད་སྟོང་པ་ཟས་དེ་གར་ལབ་གི་ན་ཨ་རི་དང་པོ་དེ་ལ་སྟོང་པ་ཟོས་དུས་ཨ་ནི་ཅང་མེད་ཀྱི་སྟོང་པ་མ་རེད། སྟོང་པ་ཟོས་དུས་སྟོང་པ་ཟོས་དུས་ག་རེ་རེད་ཨ་ནི་བདེན་པར་གྲུབ་པའི་སྟོང་པ། འོ་ད་བདེན་པར་གྲུབ་པའི་སྟོང་པ་རང་དབང་བའི་སྟོང་པ་རང་དབང་བའི་སྟོང་པ་བདེན་པར་གྲུབ་པའི་སྟོང་པ་གཅིག་པ་རེད།

སྟོང་པ་གཉིས་སུ་རྟེན་འབྲེལ་གྱི་དོན་རེད། ཀོ། མེད་པའི་དོན་མ་རེད་རྟེན་འབྲེལ་གྱི་དོན་རེད་གཅིག་བྱས། ད་གཉིས་པ་དེ་ལ། རྟེན་འབྲེལ་སུའི་འདུས་གསུམ་པ་ལ་རྟེན་འབྲེལ་སུའི་འདུས་གསུམ་པ་དབུ་མའི་ལམ་རེད། ད་ཕྱོགས་གཉིས་འདུལ་བ། སྟོང་པ་སུའི་འདུས། རྟེན་འབྲེལ་གྱི་དོན་རེད། རྟེན་འབྲེལ་སུའི་འདུས་དབུ་མའི་ལམ་རེད། བྱས་ཙང། ད། འདུག་བྱ་སོང་ད་གསུམ་ལ། དྲིས་པ་ཡིན་ན། སྟོང། སྟོང་པ་ཉིད་སུ་དེ་རྟེན་འབྲེལ་གྱི་དོན་རེད། དེ་ཉིད་དོན་ལ་གཅིག་པར་བྱ། རྟེན་འབྲེལ་སུ་དེ་དབུ་མའི་དོན་རེད་ཞེས་དུས་ལྟར་སྟོང་པ་སུ་དེ་དབུ་མའི་དོན་བྱ་སོང། སྟོང་པ་སུ་དེ་དབུ་མའི་དོན་རེད་དབུ་མ་དབུ་མ་ལ་དུས་ལམ་དབུ་མ་རེད་བ། ལམ་དབུ་མ་སུ་དེ། མེད་པ་མེད་མཐའ། རྟག་མཐའ། མཐའ་གཉིས། མཐའ་གཉིས། མཐའ་གཉིས། མཐའ་གཉིས་ལས་འཕགས། གྲོལ་ནས། མཐའ་གཉིས་ལས་གྲོལ་ནས་ཨ་ནི་དབུ་མའི་ལམ་དུ་འགྲོ་བ་སུ་དེ། མཐའ་ལ་མ་ལྷུང་བར་གྱུར་བ་རེད་བ། སོ་སོ་ད་སྟོང་པ་ཉིད་སུ་དུས་ག་ནས། ཕྱེད་སྟོང་ཕྱེད་སྟོང་ལ་མཐར་ལྷུང་བར་བ། མཐར་ལ་ལྷུང་བ་མ་རེད་སྟོང་པ་ཉིད་སུ་དུས་ཕྱེད་སྟོང་གི་དོན་མ་རེད་དུས་དབུ་མའི་དོན་རེད་རྒྱུ་མཚན་ག་རེ་རེད། སྟོང་པ་ཉིད་སུ་དུས་རྟེན་འབྲེལ་གྱི་དོན་རེད་རྟེན་འབྲེལ་སུ་དུས་དབུ་མའི་དོན་རེད་བྱས་ཙང་སྟོང་པ་སུ་དུས་ཕྱེད་སྟོང་མ་རེད་སྟོང་པ་སུ་དུས་དབུ་མ་རེད། དབུ་མ། དབུ་མའི་ལམ་རེད། འོ་འདུག་ཤི། ད་ཨ་ལས་དང་པོ་དེ་ལ། སྟོང་པ་སུའི་རྟེན་འབྲེལ་གྱི་དོན་ག་འདྲས་རེད་ཀྱི་དྲུས་པ་ཞིག་རིགས་རེད། དེ་ནས་གཉིས་པ་དང་རྟེན་འབྲེལ་སུའི་དུས་ཨ་ནུ་ཨུ་མའི་དོན་ག་འདྲས་རེད་ཀྱི་དུས་དྲུས་པ་གཉིས་རིགས་རེད། ད་དྲུས་པ་གཉིས་འདི་སླེབས་ཚར་བ་ན་ཨ་ནི་དེ་ནས་ད་བྱས་ཙང་སྟོང་པ་གཉིས་སུའི་སེམས་པ་སྟོང་པ་སྟོང་རྐྱང་ཆེ་སྟོང་གི་དོན་རེད་མི་འདུག་སྟོང་པ་སུའི་སེམས་པ་ལ་ཨ་ནི་ཨུ་མའི་ཨུ་མའི་ལམ་རེད་ཤག། འོ་ད་དེ། འོ་དེ་ཞུ་ཡིན་ད་ད་དང་པོ་སྟོང་པ་སུའི་རྟེན་འབྲེལ་གྱི་དོན་ག་འདྲས་རེད་དྲུས་པ་གཅིག་རེད་བ། དྲུས་པ་གཉིས་པ་དེ་ལ། རྟེན་འབྲེལ་སུ་དེ་དབུ་མའི་ལམ་ག་འདི་སི་རེད། དེ་གཉིས་རེད་ས་སོང། དེ་གཉིས་ད་དྲིལ་བཏང་བ་ཡིན་ན། ནི་སྟོང་པ་གཉིས་སུ་སིམ་པ་ལོ་དབུ་མའི་ལམ་ཆགས་འགྲོ་གི་རེད། ཨོ། བྱས་སོང་དབུ་མའི་ལམ་སི་དུས་ཁོ་ཐ་དང་བྲལ་བ་ཐ་བྲལ་སི་ར་ར། ཨོ་ད་རྟག་པ་དང་ཆད་ལྟ། ཆད་ལྟ་ལ་རུ་སིམ་པ་ལ་ཆད་སྟོང་གི་ར་ར། རྩ་བ་ཉིད་ནས་ཡོད་མ་རེད་ལས་འབྲས་ཡོད་མ་རེད་ཀུན་སྤྱོད་ཡོད་མ་རེད་སིའི་ཆད་སྟོང་གི་ར་ར། ཨོ་ད་ཆད་སྟོང་བ་མ་རེད་སྟོང་པ་གཉིས་སུ་ཆད་སྟོང་གི་དོན་མ་རེད་དེ་དབུ་མའི་ལམ་རེད། ད་དེ་ལ་ངོ་སོ་དོན་དག་གཉིས། དེ་ཤུ་ཤུ་གུ་དོ། དང་པོ་འདི་ལ། ཀྱི་སྟོང་པ་བཟོད་བསྡུས་གསུམ་དང་སྟོང་པ་ཉིད་བཟོད་བསྡུས་རྟེན་འབྲེལ་གྱི་དོན་གང་འདྲས་སོ་ད་འདི་ལ་དོན་དང་ལྔ་ཁྱད་དགུ་ཡོད་རེད། དང་པོ་སྟོང་པ་ཉིད། ད་སྟོང་པ་ཉིད་བཟོད་བསྡུས་གསུམ་པ་ལ་ཚིག་འདི་རུ། ཆེ་སྟོང་མ་རེད་སྟོང་པ་ཉིད་བཟོད་བསྡུས་གསུམ་པ་ལ་རང་དབང་གིས་སྟོང་པའི། ཚིག་བསྡུས་རེད། རང་དབང་གིས་སྟོང་པའི་ཚིག་བསྡུས། ཚིག་བསྡུས་ལ་བ་ཚིག་བསྡུས་བྱ་བ།

ཏེ། རྡ་ས་ལ་བས་ན་རྡ་རམ་ས་ལ་ཟེར་ཚུལ་གདུལ་བྱ་ནི་རྡ་ས་ལ་རོ། ཨོ་དེ་ནང་བཤད་བྱས་བྱས་ཨ་ནི་ཨ་རི་ལ་བས་ན་ཨ་མེ་རི་ཀ་ཟེར་ཚུལ་ཨ་མེ་རི་ཁ་ཟེར་ནི་ཕར་གདུལ་བྱས་ཨ་རི་ལ་བྱ་རོ། ཚིག་སྡུད། དེ་ནང་བཞིན་བཞིན་སྟོང་པ་ཉིད་སུ་ཁ་རེ་ནི་རང་དབང་གིས་སྟོང་པའི་སྟོང་པ་ཉིད། རང་དབང་གིས་གྲུབ་པའི་སྟོང་པ། བདེན་པར་གྲུབ་པའི་སྟོང་པ། རང་དབང་གིས་སྟོང་པ་ཟེར་དེར་བ་ད་རང་དབང་གིས་བདེན་སྟོང་པ་ཉིད་སུ་གཉིས་པ་ད་ག་རེ་རང་དབང་གིས་སྟོང་པའི་ཚིག་སྡུད་རེད། རང་དབང་དུ་གྲུབ་པའི་སྟོང་པའི།

གཞན་ལ་བརྟེན་ནས་གྲུབ་པ་ཡིན་ན་ད་ནི་རྟེན་ཅིང་འབྲེལ་པར་འབྱུང་བར་འདུ་བ་གཞན་ལ་བརྟེན་ནས་བྱུང་གི་འདུ་བ། གཞན་ལ་བརྟེན་ནས་བྱུང་གི་འདུ་བ། ད་ནི་ཆོས་ཐམས་ཅད་རྟེན་ཅིང་འབྲེལ་བར་བྱུང་བ་རེད་འདུ་བ། ཆོས་ཐམས་ཅད་རྟེན་འབྱུང་རེད་འདུ་བ་གཞན་ལ་བརྟེན་ནས་བྱུང་གི་འདུ་བ་རྟེན་འབྱུང་རེད་འདུ་བ། འོ་ད་སྟོང་པ་ཉིད་སུའི་རྟེན་འབྱུང་གི་དོན་རེད་འོ་ད་འདི་དོན་དག་ལྔ་འདི་ལ་བརྟེན་ནས། དོན་དག་ལྔ་འདི་ཀྱི་རིམ་པ་འདི་ཀྱི་ཐོག་ནས་ཨ་ནི། གཅིག། སྟོང་པ་ཉིད་སུའི་སེམས་པ་ཆེ་མཐོང།

འོ་ད་འདི་ཡིན་ཞེས་ཁྱེར་བ། ད་འདི་ག་རེ་རེད། མགོན་པོ་ལུ་རུ་འདི་གསུངས་ལགས་ད། རྟེན་ཅིང་འབྲེལ་བར་བྱུང་བ་གང་དེ་ནི་སྟོང་པ་ཉིད་དུ་ཤེས། འོ་ད་སྟོང་པ་ཉིད་སྟོང་པ་ཉིད་ཟོས་དུས་ཆད་སྟོང་གི་སྟོང་པ་ཉིད་ཟོས་ཀྱི་ཡོད་མ་རེད། རྟེན་ཅིང་འབྲེལ་བར་བྱུང་བ་དེ་ལ་སྟོང་པ་ཉིད་ཟོས་ཀྱི་ཡོད་རེད། རྟེན་ཅིང་འབྲེལ་བར་བྱུང་བ་གང་དེ་ནི་སྟོང་པ་ཉིད་དུ་ཤེས། དེ་ནི་གཏན་ནས་དག་པ་སྟེ་མེད་པར་རྩ་བ་ཉིད་ནས་མ་རེད་ཁོ། རང་བདེན་པར་གྲུབ་པའི་སྟོང་པ་རེད་དེ། ངོའི་རང་གི་ངོའི་གྲུབ་པའི་སྟོང་པ་རེད་དེ། རྟོག་པས་བརྟགས་ནས།

སྟོང་པ་ཉིད་ཟུས་བརྟོད་གསུམ་པོ་ཆད་སྟོང་གི་དོན་མ་རེད་རྟེན་འབྲེལ་གྱི་དོན་རེད་དང་པོར་བྱས། ཨ་རྟེན་འབྲེལ་ཟུས་བརྟོད་གསུམ་པོ་ལ་དབུ་མའི་དོན་རེད་གཉིས་པར་བྱས། ཨ་དེ་གཉིས་ཕྱོགས་བསྡོམས་པ་ཡིན་ན་ཨ་ནི། སྟོང་པ་ཉིད་ཟུས་གསུམ་པ་ལ་དབུ་མ་པས་དབུ་མེད་ཀྱི་དོན་རེད་མ་གཏོགས་དབུ་མའི་ལམ་གྱི་དོན་རེད་དབུ་མའི་དོན་རེད་མ་གཏོགས། ཨ་ནི་ཆད་སྟོང་གི་དོན་མ་རེད། ཨོ་ད་དེ་དེ་མཁྱེན་པ་ཡིན་ན་ཨ་ནི། སྟོང་པ་ཉིད་ལམ་དུས་ལམ་སྲང་བར་གཞན་ལ་བརྟེན་ནས་བྱུང་བ་དེ་གོ་དྲུག་ཏུ་ཨ།

དགེ་སློང་ཆེན་མོ་ཞུ་བདེན་བྱ་ཡོད་པས་འདི་དུས་ང་མི་ཚང་མ་ཇག་བྱ་འདུག་ང་ཡི་དྭགས་ཚོད་ལ་མ་སོང་ཅིག་ཅག་བྱ་ཡོད་ཇི་ག་ཇི་བྱ། ཞུ་ཡས་སྐད་མི་འདུག་ནི་ཞུ་ཡས་ཤེས་ནི་ང། བད་ཐུག་དབུ་མ་འཛིན་ལ་ས་འོག་སྒོ་ཚུགས་ཡས་ཡིན་ནི་ཅིག། ཅིག་ཁ་སོས་དམ་བར་བྱས་འདུག་ཡས་དང་འོང་དེ་འདྲས་དམ། ལ་ཞབས་བརྟན་དུ་ག་རེ་བྱས་འོང་ནགས་སྐྱེན་ཞུས་པ་ཡིན། ཞུས་ནི་ཁ་ཐུག་འོར་འདི་ག་ནང་སོང་ཁྱེད་རང་རྟེན་འབྲེལ་འདོད་པ་ཉི་མ་རྟག་པར་རྟེན་འབྲེལ་འདོད་པ་འདོན་ཞོགས་ག་ནང་སོང། ད་དེའི་བད་ཐུག་རང་ནི། ཅིག་ད་ལྟ་བྱས་ཡོད་འདོད་པས་ཐབས་ལ་མཁས་པ་རེད་ཤག།

ཨོ་དེ་ནས་ཞེས་ད་ན། དེ་ཁན་བཀྲ་ཤིས་ཤི་མི་ལ་ཀའི་བདག་རང་དེ། བཀྲ་ཤིས་ཤི་ལ་ཀ་ཁོ་ན་ཡིན་ཞེས་ནི། ད་ནི། དེ་རྟེན་འབྲེལ་འདོད་པ་ཉི་མ་རྟག་པ་འདོན་གྱི་ཡོད། ད་འདོན་པའི་སྐབས་དོན་དག་ཅིག་ཤེས་རོགས་བྱས་ན་ནི་རྟེན་འབྲེལ་འདོད་པ་འདོན་པའི་སྐབས་ལ་ཞུ་གཅིག་གི། སེམས་ལ་བྱིན་རླབས་ཆེན་པོ་ད་བྱིན་རླབས་བྱིན་རླབས་སུ་ཡིན་རྒྱུ་དེ་རོ་དོན་དག་དེ་ཤེས་ཡོང་དུས་ཨ་ནི་སེམས་ནང་ལ་ཡང་བག་ཆགས་ཁྱད་པར་ཅན་ཞག་གི་ཡོད་དེ་ལ་བྱིན་རླབས་ཟེར་གྱི་ཡོད་ར། ཨོ་དེ་འདྲའི་བྱིན་ཡོང་ས་རེད་ཅེས་ནི་ད་འདུག་བྱས་ནི་བྱིན་གྱིས་བརླང་བྱས་རྟེན་འབྲེལ་འདོད་པ་གྱིས། བདེ་གཤེགས་ཀྱི་གཞུང་ནས་འོ་དོ་སོན་འདུག་ཟེར། འོ་དོ་ཞེས་ད་འདི་དོན་དག་མཁྱེན་པ་ཡིན་ད་འདིར་མ་ལས་ལུགས་ཞུ་བྱར་འགྲོ་གས། ད་བདེ་ནས་འདུག་ཟེར་བྱ། ད་དེ་ཚིགས་བཅད་བཅུ་པ་འདིར་བྱ། རྟེན་ཅིང་འབྲེལ་བར་བྱུང་བའི་ཚུལ་དགེ་བ་ད་ནི་མ་གྲུབ་པར་མཐོང་བ་དེ་ཡིས་ཁྱོད་ཀྱི་ལུགས་ཇི་ལྟར་ཁོང་དུ་ཆུད་པར་ནུས་ཞེས་ན་འོ་ད་འདི་ངས་ད་ཅི་ཞུས་ཏེ། ད་སྟོང་པ་སྟོང་པ་སྟོང་པ་ཉིད་ཡིན་དགོས་རྒྱུ་སྟོང་པ་ཉིད་བདེན་པར་གྲུབ་པའི་སྟོང་པ་ཡིན་དགོས་རྒྱུ་མཚན་ནི་ག་རེ་རེད། ཨ་ནི་རྟེན་འབྲེལ་ཡིན་ཙང་རྟེན་ཅིང་འབྲེལ་བར་བྱུང་བ་ཡིན་ཙང་བདེན་པར་གྲུབ་པའི་སྟོང་པ་རེད། ད་རྟེན་ཅིང་བདེ་བར་གྲུབ་པ་ཅིག་སྟེ་རྟེན་ཅིང་འབྲེལ་བར་བྱུང་བ་ཅིག་ཡིན་ཕྱིན་ཆད་ཨཱ་ནི་བདེ་བར་གྲུབ་པའི་སྟོང་པ་ཡིན་བར་འདི་མ་གཏོགས་འགྲོ་ས་ཡོད་མ་རེད། འོ་ད་འདི་ལ། འགལ་བ་དང་ནི་མ་གྲུབ་བ། འདི་ནང་ལོགས་ལ་དེ་ད་ནི་ངའི་དཔེ་ཆ་ནང་ལོགས་ཡོད་པ་དང་འགལ་བ་དང་ནི་འགལ་བ་མ་རེད་འདི་འགལ་བ་རེད་ཨའོ་ག་ལ་འགལ་འདི། དེ། པར་བཟོ་ནོར་འདུག་ཨ། འགལ་བ་དང་ནི་མ་གྲུབ་འགལ་བ་ཟེར་དུས་ག་རེ་རེད། ད། དེ། དཔེ་འདྲ་བོ་ཆ་ཚང་ཡོང་དུས་སུ། ཨཱ་ནི། ཅེ། ང་རང་ང་རང་ཤི་བོ་ཞེན་ཆགས་ཆེ་གོ་ཡ་མི་འདུག་ད་སྟོང་ཉིད། སྟོང་ཉིད་སམ་སྟང་ཀའི་ཡིན་ཕྱིར་ན་ད། ད་ང་རང་ང་རང་ཞུ་ཞེན་ཆགས་བྱེད་དགོས་མི་འདུག་ང་ནི་བདེན་པ་གྲུབ་ཡོད་མར་བ་ང་བདེན་པ་གྲུབ་པའི་སྟོང་པར་བས་ང། ང། རྡོ་རྗེ་དགྲམ་དུས་དེས་རྡོ་རྗེ་དགྲམ་དུས་དེས། ཨ་བདེན་པར་གྲུབ་བའི་དཔེ་ཞུ་ཞེན་ཆགས་བྱེད་ས་ཁེལ་མི་འདུག་ཁོ་བདེན་པར་གྲུབ་པའི་སྟོང་པ་རེད་འདུག་ཨ་ཁོ་གཉིད་ལམ་ནང་ཤེས་མ་གཏོགས་མི་འདུག་གཉིད་ལམ་ནང་ཤེས་མ་གཏོགས་མི་འདུག་བདེན་པར་གྲུབ་པའི་སྟོང་པ་རེད་རྒྱུ་མཚན་ཁ་རེ་ཁོ་རྟེན་འབྲེལ་རེད་བས་ར། ཕུང་པོ་ལྔ་ལ་བརྟེན་ནས་ཕུང་པོ་ལྔ་ལ་བརྟེན་ནས་ཨ་ནི་རྡོ་རྗེ་དགྲམ་དུས་སུ་བྱུང་བ་རེད།

གཟུགས་ཀྱི་ཕུང་པོ་སྟོབས་ཆེ་བ། པུ་མོ་ལྔ་ཡི་ནང་ལོགས་ནས་གཟུགས་ཀྱི་ཕུང་པོ་གཅིག་བྱས། ད་སེམས་འདི་ལ་ཡང་ཐུན་མོང་བཏང་བ་ལ་སེམས་འདི་ལ་ཡང་གསང་སྔགས་བཏང་དང་ཀྲང་མ་འདྲ་དུ་འམ། སེམས་ནང་ལོགས་ལ་ག་ཤེད་ཨ་ནི་ཅིག་ག་ཚོད་རེད། རྩིས་རྒྱ་བལ་དང་དེ་འདྲའི་ལས་ཡག་པོ། ཡང་རི་མོ་བྲིས་དང་དེ་འདྲའི་ལ། ཅིག། བསམ་བློ་བཏང་ཡང་བརྩེ་བའི་བསམ་པ་དེ་མེད་དེ། ཡང་ག་ཤེད་སེམས་བརྩེ་བའི་བསམ་པ་ཤུགས་ཆེན་པོ་ཞུགས་ཡོད་དེ། ཡང་ཅིག་རྣམ་དཔྱོད་བེད་སྤྱོད་བཏང་ཡང་ཞེ་སྡང་མེད་དེ། ག་ཤེད་རྣམ་དཔྱོད་ཞུགས་ཡོད་དེ་བརྩེ་བའི་བསམ་པ་ཞུགས་ཡོད་དེ།

ང་ཚོས་སེམས་ཀྱི་ལས་ཀ་བྱེད་དང་ཅི་ལྟར་ང་སེམས་སྐྱིད་པོ་འདུག་སེམས་སྐྱིད་པོ་མི་འདུག་ཟེར་ཨོ་དེ་འདྲའི་ཞིག་ནི་སེམས་སྐྱིད་ཐང་ཐུང་ན་ཤེས་ཡོང་དུས་སེམས་པ་ལ། ཁོ་རང་གི་བྱ་བ་བྱེད་ཐང་ཐུང་ན་མ་ཤེས་པ་ཞིག་སེམས་སྐྱིད་ཐང་ཐུང་ན་ཤེས་ཡོང་དུས་ཨ་ནི་རྣམ་པར་ཤེས་པའི་ཕུང་པོ་ཟེར་ད་ཕུང་པོ་ཆགས་སོང། གཟུགས་ཀྱི་ཕུང་པོ་འཚོ་བའི་ཕུང་པོ་འདུ་ཤེས་ཕུང་པོ་འདུ་བྱེད་ཕུང་པོ་རྣམ་པར་ཤེས་པའི་ཕུང་པོ་ད་ང་ཚོ་ཡོད་དེ་འདི་ང་དེ་རེད་ད་དོན་དག་ཏུ་ཏུ་ཕུང་པོ་ང། ཨོ་ད་ཕུང་པོ་ང་ཅི་རེད་ཡང། ཁམས་འཁྲུག་ལ་སྦྱར་ཡ་ཅི་ཡོད་རེད་ད། ང། ང་འདྲ་བོ་ཆགས་སོང་ང་ལ་ས་ཡི་ཁྱབ།

ཨ་རིའི་ཕ་གི་ཡུལ་གྱི་ངོས་ནས་བདེན་པ་སྒྲོག་གི་ཡོད་ན་ག་རེ་བྱེད་ཡུལ་གཞན་ངོས་ནས། ཡུལ་གྱི་ངོས་ནས་ཡོད་མ་རེད་ཡུལ་གཞན་ངོས་ནས་ཡོད་རེད། གཉིད་ལམ་ལམ་ཤེས་ཤེས་ནས་ཡུལ་གཞན་གྱི་ཕ་ལྟ་འོ་འདུག་ཤེས་ན་ནི་རྡོ་ཞིག་གྲམ་དུ་ཡོད་རེད་ལབ་རེད་མ་གཏོགས་ཡུལ་གོ་ནས་ཁྱེད་ཡོད་མ་རེད་འདུག་སྒྲོག་རོགས་གདའ། འོ་རེད། ཨ་འདུག་བྱེད། འོ་རེད། ད་དབུ་མ་པས་བྱས་པ་ཡིན་ན། ཧོ། རྟེན་ཅིང་འབྲེལ་བར་བྱུང་བ་ད་དེ་ཚོ་ཁམས་དྲུག་ལ་བརྟེན་ནས་ཨ་ནི། དེ་དེ་ཁམས་དྲུག། ཁམས་དྲུག་དེ་ཚོ་ལ་བརྟེན་ནས་ཨ་ནི། རྟོག་པས། རྡོ་རྗེ་རབ་འདོད་བཞིན་གཅིག་བཏགས་བཞག་རེད་མ་གཏོགས་ཕ་སྐད་རྩེ་གར་འགྲོ་ན་ཁམས་དྲུག་མ་གཏོགས་ཁྱེད་རྙེད་ཡོད་མ་རེད། ད་བསམ་བློའི་ནང་ལོག་རྡོ་རྗེ་རབ་འདོད་ཅིག་ཤར་དགོས་རེད་ད། ཅིག་ཤར་དགོས་ད་ག་རང་འགྲིག་ས་འདི་རེད་མ་གཏོགས་ཕ་སྐད་རྩེ་གར་ཁྱེད་རྙེད་ཀྱི་མ་རེད་ཟེར། འོ་ད། ད། ཁམས་དྲུག་ལ་བརྟེན་ནས་ད་ནི་རྡོ་རྗེ་རབ་འདོད་བྱུང་བ་རེད། བརྟེན་ནས་བྱུང་ཟེར། ད་བརྟེན་ནས་བྱུང་བ་ཡིན་ས་ཕ་སྐད་བདེན་པར་སྒྲུབ་པ་ཡུལ་གྱི་དབང་ནས་བདེན་པར་སྒྲུབ་པ་ཡོད་མ་རེད། འོ་ད་དེ་ངེས་པར་ཁེལ་བ་རེད། ད། དེ། ད་ལྟ།

ཏིང་ངེ་འབྲས་ཤེས་བྱའི་རྗེས་ཞུགས་ཡིན། རྒྱལ་བ་སྲིད་དོན། བྱེ་བྲག་སྨྲ་བ་རྡོ་གཏད་པ། ཏེ། སེམས་ཙམ་པ་འདི་གསུམ་ནང་པའི། ཨ་ནི་གྲུབ་མཐའ་སྨྲ་བ་འོག་མ་གསུམ་སྟེ། འདི་རུ་གསུམ་ལ་རྒྱལ་བ་བྱེད། མ་གྲུབ་པ་སྲིད་དོན་སེམས་པ་ལ། ཨ་ནི་མུ་སྟེགས་པར་བྱ་བ་རེད། མུ་སྟེགས་པ་མ་གྲུབ་པ་སྲིད་དོན། འོ་ད། རྒྱལ་བ་ད་ནི་མ་གྲུབ་པ། ད་གར་ལབ་ཡོད་རེད། དབུ་མ་པས་གར་གསུངས་སོང། ད་རྡོ་རྗེ་དགྲམ་འདུས་ཏེ། ཨ་རིག་པས་དོན་དག་གསུམ་བྱེད་པ་ལ་རྡོ་རྗེ་དགྲམ་འདུས་ཏེ།

དེ་བཟུན་པ་ནི་རྡོ་རྗེའི་བཟུན་པ་རེད། བརྫུན་པ་སུས་བདེན་པར་སྒྲུབ་ཡོད་མ་རེད། རྡོ་རྗེ་ཡོད་ཡོད་རྡ་ཡིན། འོ་ན་རྡོ་རྗེ་ག་འདྲས་ཞིག་བརྫུན་པ་རེད། ག་འདྲས་རྙིང་ལམ་ནས་ག་འདྲས་རེད་ལབ་པ་ཡིན་ན། ཁོ་ཡང་རྟེན་འབྱུང་རེད། རོལ། ཕུང་པོ་ལྔ་ལ་བརྟེན་ནས་བྱུང་བ་རེད་ཡང་མིན་ན་ཁམས་དྲུག་ལ་བརྟེན་ནས་ཁམས་དྲུག་ལ་བྱ་བ་ཡིན་ན། ཁམས་དྲུག་ལ་བརྟེན་ནས་བྱུང་བ་རེད། འོ། ད་ཁམས་དྲུག་ལ་བརྟེན་ནས་བྱུང་བ་རེད་ལབ་ཡོང་རྒྱུ་ཟེར་མ་རེད་ད། དང་པོ་རྒྱལ་བ་སུ་རེད། རྒྱལ་བ་སུས་སུ་ཡིན་པ། རྒྱལ་བ་སུ་དེ། བྱེ་བྲག་སྨྲ་བ་རྡོ་གཏེར་བུ་དབུ་མ་པ་དེ་ཚོ་ག་རེ་རེད།

རྟེན་འབྲེལ་མ་གྲུབ་པའི་ཟེ་དུས་གསུམ་པ་དེར་རྡོ་རྗེ་རྣམ་ཐོས is not dependent originated is not ཟེ་དུས་མ་གྲུབ་པའི་ཟེ་དེ་རེད is not is not accepted རྡོ་རྗེ་རྣམ་ཐོས་རྟེན་འབྲེལ་ཡིན་པ་དེ་ཁས་ལེན་མ་གྲུབ་ཁས་ལེན་གྱི་མེད་ཟེར་གྱི་ཡོད་རེད་འོ་ད་འདི་ལབ་མཁན་སུ་རེད་མ་མཐུན་པ་རེད non Buddhist tenets holders འོ་ད་འགལ་བ་དང་ནི་མ་གྲུབ་པ་དང་ནང་པ་བྱེ་བྲག་མང་བོ་དོར་འདུག་པ་སེམས་ཙམ་པ་བྱས་པ་ན contradictory རེད་རྟེན་འབྲེལ་རེད། ཡང་རྟེན་འབྲེལ་ཡིན་པ་ན་བདེན་པར་སྒྲུབ་པ་སྟོང་པ་རེད་ཟེར་ན་གོ་འབྲེལ་སྒྲིག་འགྲོས་རེད་བདེན་པར་སྒྲུབ་དགོས་པ་རེད། འོ་དེ་དེ་གཉིས་གོ་འབྲེལ་སྒྲིག་འགྲོས་རེད་ཟེར་མཁན་དེ་སྐྱོན་གཅིག་བྱས། ད་ཨ་ལས་དང་པོ་རྟེན་འབྲེལ་གོ་ར་མ་རེད་ཟེར་མཁན་དེ་རྟེན་འབྲེལ་ཡིན་པར་མ་སྒྲུབ། རྟེན་འབྲེལ་ཡིན་པར་ཁས་ལེན་གི་མེད་རྟེན་འབྲེལ་ཡིན་པར་མ་སྒྲུབ་ཟེར་མཁན་དེ་མུ་སྟེགས་པ་བྱས། འོ་དེ་འདྲའི་དེ་གཉིས་སྐྱོན་རེད་གཉིས་ཀ་ག་རེ་ལབ་པ་ནི་སྐྱོན་རེད། དེ་གཉིས་སྐྱོན་ཡོད་ཕྱིན་ཆད་ཨ་ནི་སྟོང་ཉིད་རྟོགས་ཐུབ་མ་རེད། དང། སྒོ་ནས་བརྒྱ་ལོག་པས་ནི། རྟེན་ཅིང་འབྲེལ་བར་འབྱུང་བའི་ཚུལ། འགལ་བ་དང་ནི་མ་གྲུབ་པར་བརྟག། འདི་འདིར་བ། རྡོ་རྗེ་རབ་འདོད་ཀྱི་ད་ཚིག་ལས་བྱ་གིན་དང་ཚིག་ཚིག་ཅིག་ངོ་མ་ལས་གྲུབ་གིན་དང་ཚིག་ཅིག་ངོ་མ་ཚིག་མིན་ཕན་ཚེ་ཁྱོད་ཀྱིས་འགྲོ་བ་ལ་ངོ་བལྟ་སྟེ་ཏེ་ཁག་པོ་ཡོད་རེད་ད་ཁག་པོ་ཡོད་རེད་ཏེ་བྱུང་གསུམ་བྱུང་ན་ཡང་བསྐྱར་ཡང་སེམས་རོགས་ལ། ད་སྟོང་ཉིད་ལ་ངོ་མ་ལ་བྱང་པ་མང་པོ་སྣང་ཚར་ཡོད་ན་ཐུགས་དགྱེས་མི་འདུག་སྟོང་ཉིད་ལ་བྱང་པ་མེད་པས་ན་འདི་ད་ལྟ་འདིའི་མཚམས་འདི་པས། ཅི་ཡག་པོ་བལྟས་སེམས་རོགས་ལ་ཚིག་བཅད་འདི་གཉིས་ཏེ། བསྟན་ཏེ་ཕན་མཛད་ཁྱོད་ཀྱིས་འགྲོ་བ་ལ་སྨན་པའི་ལས་དུ་བཀག་ཟེར་བ་ཞེས་བཀའ་ཕན་པར་མཛད་པ་སྟོན་པ་སྟོན་པ་ཐུབ་པའི་དབང་པོ་ཁྱེད་རང་གིས་ཞེས། ཨོ། འགྲོ་བ་འགྲོ་བ་སེམས་ཅན་རྣམས་ལ་སྨན་པའི་ལས་དུ་ཕན་པའི་ལས་དུ། ག་རེ་བཀའ་སྩལ་པ་རེད་བྱས་པ་ཡིན་ན། ཕན་པའི་ལས་དུ་བཀག་ཟེར་བ་ག་རེ་བཀའ་སྩལ་པ་རེད་ལྟ་དེ་སེ། བསྟན་པའི་སྙིང་པོ་སྟོང་པ་ཉིད། རྡོ་རྗེ་དགྲམ་འདུལ་དེས། བདེན་པར་གྲུབ་པའི་སྟོང་པ་རེད་སྟོང་པ་ཉིད་དེ་བཀའ་གནང་སོང།

རྒྱུ་མཚན་ག་རེད། རྟེན་ཅིང་འབྲེལ་བར་བྱུང་བ་རེད། ཁམས་དྲུག་ལ་བརྟེན་ནས་བྱུང་བ་རེད། ཡང་མིན་ན། ཕུང་པོ་ལྔ་ལ་བརྟེན་ནས་བྱུང་བ་རེད། ཨོ་རྒྱུ་མཚན་འདི་བཀོད་སོང། དཔེར་ན། རྨི་ལམ་བཞིན། དཔེ་དེ། ད་ཆོས་ཅན། སེལ་བ། རྟགས། ཨ་ནི། དཔེ། བྱེད་བྱེད། འོག་ཏུ་བྱེད། ད་དེ་བྱས་ཏེ་སོང་བ་ལ། ད་ཨ་ཏི་གཙོ་འདི་གསུམ་ལ་འགྲོ་ཐུབ་པ་ཡིན་ན། ད་འདི་གསུམ་ནང་ལོགས་ནས། ཨཱ་ནི། འདི་བརྐོས་སོང། ཡིན་ནའི་བརྐོས། འདི་བརྐོས་གནང་པའི་སྐབས་སངས་རྒྱས་བཅོམ་ལྡན་འདས་ཁྱེད་རང་འདི་བརྐོས་གནང་པའི་སྐབས་ལ། ཨཱ་ནི། ཅི། ནང་པའི་སྐབས་སུ་སངས་རྒྱས་བཅོམ་ལྡན་འདས་ཁྱེད་རང་གི་བྱེ་བྲག་གི་མདོ་སྡེ་པ་སེམས། བྱེ་བྲག་སྨྲ་བ་མདོ་སྡེ་པ་སེམས་ཙམ་དེ་ཚོ་གསུམ་གྱིས། འདི་འགལ་བ་རེད་ཟེར་གྱི་འདུག། ཁོ་ཚོས་ཀྱིས་ས་ངོས་བཅུ་གཉིས་ལ་ཁྱེད་རང་གིས་བཀའ་གནང་པ་དེ་དོན་དག་ཆ་ཚང་ཧ་གོ་ཐུབ་ཀྱི་མི་འདུག་ཁོ་ཚོས་ཀྱིས། ཁྱེད་རང་རྒྱུ་མཚན་བཀོད་གནང་པ་དེ་འགལ་བ་རེད་ཟེར་གྱི་འདུག་ད་མུ་སྟེགས་པས་ཨ་ནི་འདི་མ་གྲུབ་ཟེར་གྱི་འདུག་མ་གྲུབ་ལབ་པ་ཡིན་ན་ཨ་ནི་རྡོ་རྗེ་རང་བྱོན་རྟེན་འབྲེལ་ཡིན་པ་འདི་མ་གྲུབ། ཕྱོགས་ཆོས་མ་གྲུབ་ཟེར་གྱི་འདུག་ཕྱོགས་ཆོས་མ་གྲུབ་ད་དཔེ་ཆ་ཚིག་ད་ནི་ཕྱོགས་ཆོས་མ་གྲུབ་ཟེར་ག་རེད་རྡོ་རྗེ་རང་བྱོན་རྟེན་འབྲེལ་ཡིན་པ་འདི་མ་གྲུབ་རྟེན་འབྲེལ་ཡིན་པ་འདི་ཁས་ལེན་གྱི་མེད་ཟེར་གྱི་འདུག་འོན་ཏེ་ཕྱོགས་ཆོས་མ་གྲུབ་ཟེར་གྱི་འདུག།

མཐོང་བ་འདི་ཡིས་ཁྱོད་ཀྱི་ལུགས། ད་འགལ་བ་རེད་ཟེར་མཁན་དང་གཅིག། མ་གྲུབ་པར་ཟེར་མཁན་དང་གཉིས། བདེན་ཚུལ། ད་འགལ་བ་མཐོང་མཁན་མཐོང་བ་སུ་མཐོང་བ་དེ་འགལ་བ་མཐོང་བ་མ་གྲུབ་པ་མཐོང་བ་གཉིས་ཀར་འཇགས་པ་རེད། འགལ་བ་མཐོང་བ་དང་མ་གྲུབ་པ་མཐོང་མཁན་འགལ་བ་མཐོང་མཁན་གྱི། བྱེ་བྲག་མ་བུ་མདོ་སྡེ་པ་སེམས་ཙམ་པ་གསུམ། མ་གྲུབ་པ་མཐོང་མཁན་གྱི་ཨ་ནི། མུ་སྟེགས་པ། མཐོང་བ་འདི་ཡིས་མཐོང་མཁན་བདེན་ཚུལ། ཁྱོད་ཀྱི་ལུགས། ཁྱོད་སྟོན་པ་ཐུབ་བམ་པོ་ཁྱོད་རང་གི་ལུགས། ཨ་ནི་ཅི་ཁ་གསོས། སྟོང་པ་རྟེན་འབྱུང་གི་ཨ་ནི་ལུགས། ཟབ་བཞིན་ཕྲ་བ། ད་ལྟ་བཟང་སངས་རྒྱས་བཅོམ་ལྡན་འདས་ཀྱིས། སྟོང་ཉིད་ལྟ་བ་ཞི་བ་ཟབ་པོ་ཡིན་བཀའ་ནི་འདོན། ཟབ་བཞི་སྤྲོས་བྲལ་འོད་གསལ་འདུས་མ་བྱས། བདུད་རྩི་ལྟ་བུའི་ཆོས་ཞིག་ཁོལ་ཡུལ་ཉིད། སུ་ལ་བཤད་ཀྱང་གོ་བར་མི་ནུས་པས་མི་སྨྲ་ནགས་ཀྱི་ནགས་སུ་གནས་པར་བྱ། འོ་ད་བདག་གོ། ཟབ་བཞིན་སྤྲོས་པ་དེ་བྲལ་བའི་སྟོང་པ་ཉིད་ཀྱི་ལྟ་བ་དེས་ཨ་ནི། བདུད་རྩི་ལྟ་བུའི་ཆོས་ཞིག་ངས་རྙེད་སོང་བཀའ་ན་ཡོད་པས། ཨོ་དེ་འདྲའི་གུ་ལུགས་རྩ་ཆེན་པོ་དེས། མཐོང་བ་དེས་ཁྱོད་ཀྱི་ལུགས་ཁྱེད་རང་གི་ལུགས་དེ་འདྲ་གིས་ཟབ་པའི་ལུགས་དེས་ཁོ་ཚོས་ཀྱིས་ཇི་ལྟར་ཁོང་དུ་ཆུད་པར་ནུས་ཁོ་ཚོས་ག་འདྲས་སུ་ནུས་པ་དོན་དག་དེ་གོ་ཚོད་ཐུག་གི་རེད་གོ་ཚོད་ཐུག་གི་མ་རེད། ཁོ་ཚོས་དོན་དག་དེ་ག་འདྲས་བྱས་ནས་ཡང་ཅིག་ཁོང་དུ་ཆུད་ཐུག་གི་རེད་ཁོང་དུ་ཆུད་ཐུག་གི་མ་རེད་བ། འོ་ཐུག་བྱས་ནས་འོ་ད་དེའི་ལྟས་སོ་ཀ་ལས་ཁག་སོ། ད་ད་རེ་འདས་ཤག་བཞིན་འགྲོ་འདུག་ད་རེ་འདས་ཤག་རོ་ན།